ཚན་པ་དེའི་བཅའ་ཁྲིམས་དང་ཁྲིམས་སྒྲིག་བསྐྱར་བཅོས་དང་འབྲེལ་ནས་ཁ་སེམས་སེ་རགས་ཤིག་བསྐྱངས་ཡོད་རོགས་ལ། ད་དེའི་ནང་ལོགས་ལ་དེ་དག་ལ་ཅི་དང། ཁྲིམས་སྒྲིག་བསྐྱར་བཅོས་དང་འབྲེལ་བའི་གི་གོང་ཚུལ་ད་ཚོགས་པ་རེ་སྒེར་རེ་དེ་གི་གྲངས་ཀྱི་བསམ་ཚུལ་དུ། ད་ཕྱི་ཟླ་དགུ་པའི་གི་ཚེས་གཉིས་གོང་ལ་ཡ་དུ་ཕུལ།

ཐུགས་ཁུར་བྱེད་མཁན་གྱི་གང་ཟག་སུ་འདྲ་ཅིག་གི་ཐོག་ནས་ནི། བོད་མིའི་སྒྲིག་འཛུགས་ཀྱི་བཅའ་ཁྲིམས་འདིའི་ནང་ལ་ཡ་རོ་ཨ། ལེགས་བཅོས་ག་རེ་བྱེད་དགོས་འདུག་དེ་འདྲས་སོ་སོའི་ངོས་ནས་གར་ཕུལ་དགོས་ཡོད་མེད་ཀྱི། ང་ཚོ་ལ་ཡ་ཚོགས་གཙོ་ཚོགས་གཞོན་དང་གྲོས་ཚོགས་ཐོག་ནས་ལམ་སྟོན་ཡོད་རོ་ཨ་ག་འདྲས་བྱེད་དགོས་མེད། དེ་ནང་བཞིན་ད་མི་མང་སོ་སོའི་ངོས་ནས་སོ་སེམས་སེམས་འཚབ་ཡོད་རེད། སེམས་འཚབ་ཡོད་པ་ནང་བཞིན་གྱི་སོ་སོའི་ངོས་ནས་གར་ཕུལ་དགོས་ཡོད་ནི་དེ་རེད་དེ་ནས་ང་ཚོས་གི་ད་གང་ཟག་ཆ་ཚགས་རེ་བསྐྱབས་བྱས་ག་ཚོད་བཅའ་ཁྲིམས་དང་མཐུན་པ་གི་ཆ་ཚགས་དགོས་གལ་གར་དོགས་དེ་ང་ཚོས་ཐག་ཆོད་རེད། མ་གཏོགས་ཀྱི་མི་མང་ལ་ཡང་བདག་རང་ཆེད་དུ་ཁེ་ཤུགས་ཟེར་ཡ་དེ་ནི་ང་ཚོ་དགེ་ཡོད་མ་རེད། མ་ཟད་ནི་ད་ལྟ་ཚོགས་ཆུང་ལ་ད་ཚོགས་གཙོ་གི་དུས་སུ་ལམ་སྟོན་ཞིག་ཕེབས་ཡོད་རོགས། ལམ་སྟོན་ག་རེ་གནང་ཡོད་རེད།
དེ་ཁ་སང་སྙན་མ་ང་ཚོ་དང་པོ་ང་ཚོ་ལས་ཀ་འགོ་བཙུགས་དུས་ཙམ་ང་ཚོ་དེ་ཞུས་ཡོད་རེད། ད་ཚོགས་གཙོ་ཚོགས་གཞོན་གྱིས་ཚོགས་ཆུང་ལ་ལམ་སྟོན་དོན་ཚན་གསུམ་ཕེབས་ཡོད་རེད། དོན་ཚན་དང་པོ་དེ་ད་ལྟའི་མཛེས་བཟོ་རྣམ་པའི་འཕོ་འགྱུར་བྱེད་སྟངས་ཀྱི་དུས་ཡུན་དེ་དུས་ཚོད་ཐོག་ལ་ཡ་དེ། གཅིག་གྱུར་ཡོང་ཡ་ཐོག་ལ་ཡ་གར་བྱས་འདུག་ཟེར་གཅིག་རེད། གཉིས་པ་དེ། གཙོ་བོ་དེ་ཐབས་དེ་རེད་གང་ལྟར། ད་ལྟའི་དམ་འབུལ་གྱི་གནས་སྟངས་དེའི་ཐོག་ལ་ཡ་དཀའ་ངལ་ཅིག་འཕྲད་བསྡད་ཡོད་རེད། འདིའི་ཐོག་ལ་ཡ་ཨ་ནི། བསྐྱར་བཅོས་གར་འཁྱེར་དགོས་འདུག་གར་བྱས་འདུག་ཟེར་དེ་རེད། གསུམ་པ་དེ་སྤྱི་ཡོངས་ཀྱི་གྲོས་ཚོགས་རང་ནང་ལ་ཡ་གང་ལྟར་བཅའ་ཁྲིམས་དང་འབྲེལ་བའི། ཐོག་ནས་ཨ་ནི་ཁྲིམས་དང་སྒྲིག་གཞི་དེ་སྐད་དེ་ལ་གོ་བའི་ཁར་ཐོག་དེ་སྐད་ཐོག་ལ་ཡང་ཨ་ནི་བསྐྱར་བཅོས་དེ་སྐད་དེ་ཁེངས་བའི་དེ་རེད། ཚོགས་ཆུང་གི་ད་ངོ་ལས་ཀ་གཙོ་བོ་དེ་རེད། ད་གཙོ་བོ་ཐག་གཅོད་དེ་རེད་ད་ཡིན་ན་ད་ལྟའི་ཚོད་ལ་མི་མང་མང་པོ་ཞིག་སེམས་ཁྲལ་གར་གནང་དགོས་ཞེས་ཞུ་ཡིན་ན། ཆོས་ན། ད་གྲོས་ཚོགས་ཀྱི་ཚོགས་ཆུང་གི་མི་ལྔ་དེ་གི་ད་གར་བཟོས་ནས་ད་ད་ག་རང་གི་ཐག་བཅུག་ཏུ་ད་ད་རིས་དེ་ལ་ཡང་བསམ་ཚུལ་ཡིན་ནའི་རེད་ག་རེ་ཡིན་ན་རེད་ཅིག་ཕུལ་མ་ཐུག་ཡིན་ན་ཐུག་ཤིན་པོ་ཞུ་འགྲོ་གི་ཡོད་བ་མི་ལྔ་སྡེ་དགེ་གི་ཅིག་མ་འགྲིག་པ་ཡིན་ན་རུ་བ་མང་པོར་མ་བཅར་བས་ན་ཐུགས་ཞུགས་ཤོར་གི་ཡོད་བ། དེ་འདྲས་ཀྱི་དགོངས་ཚུལ་དང་རྔམ་ཚབ་མང་པོ་ཞིའུ་ཅིག་བྱས་འདི་གོ་རེ། འདི་ཁྱོད་ཀྱི་གནང་དགོས་ཡག་གི་གནས་སྟངས་ཅིག་མ་རེད་བསམ་པ་དྲན་འདུག་གྲོས་ཚོགས་ཀྱི་ལམ་སྟོན་འདི་གཞི་བཞག་ཐོག་ནས་ང་ཚོའི་གི་བཅའ་ཁྲིམས་ལ་བསྐྱར་བཅོས་གར་དགོས་དོ་ད་ཚོའི་དཀའ་ངལ་ཡོད་པ་འདི་གས་དེ་དཀའ་ངལ་སེལ་གར་དོ་ང་ཚོས་འཆར་འབུལ་ཞུ་རེད། གཏན་འབེབས་འདི་རྒྱ་ཆེའི་མི་མང་གི་མདུན་ལ་ཡང་གྲོས་ཚོགས་འཐུས་མི་བཞི་བཅུ་ཞེ་ལྔས་ཀྱིས་གཏན་འབེབས་གནང་ཡ་ཅིག་རེད། བྱས་ཙང་འདི་ཡིན་དུས་ཙམ་པར་མི་ལྔ་འདི་གི་ལས་ཀ་བྱེད་ཕྱོགས་དང་མི་ལྔ་འདིའི་ཐོག་ལ་ཡང་ཐུགས་བློ་ཁང་དང་མ་ཁང་དང་སེམས་འཚབ་གནང་དགོས་ཡ་གི་གནས་སྟངས་གཅིག་ཐོན་ནི་མ་རེད། གནད་དོན་གང་ཡིན་པ་དེ་རྒྱ་ཆེའི་མི་མང་གི་མདུན་ལ་ཡང་ཨ་ནི་གྲོས་ཚོགས་ནང་ལ་གཏན་འབེབས་བྱས་ཡ་རེད་འདི་ནི་ཐད་གཏོང་རེད། ཨ་ནི་འདི་ནས་ཨ་ནི་སུས་གི་དགོངས་པ་བཞེས་སྟངས་གར་དུ་གར་བྱེད་ཀྱི་འདུག་ད་དེ་དུས་དེའི་སྐབས་ལ་ཡང་ཚང་མས་ཀྱིས་མཁྱེན་ཐུབ་ཡ་ཅིག་རེད་བསམ་པ་ངས་དེ་དྲན་གྱི་འདུག་ལགས། གནས་ཡིན་ད་ད་ལྟ་ཁྲིམས་སྒྲིག་བསྐྱར་བཅོས་ལས་དོན་ཚོགས་ཆུང་འདི་གིས་ད་སྤྱི་ཟླ་ལྔ་པའི་གི་ད་འདི་ལོའི་སྤྱི་ཟླ་ལྔ་པའི་གི་ཚེས་བཅུ་བདུན་ནས་ཞེས་བྱས་ཏུ་ལས་འགོ་བཙུགས་ཡོད་རེད་བ། དེ་ཡིན་བསམ་པ་ད་ད་ལྟ་བར་དུ་ཡང་ཨ་ནི་དམིགས་བསལ་གྱི་ཡང་བཅའ་ཁྲིམས་ད་དུ་ཁྲིམས་སྒྲིག་འདིའི་ནང་ལོ་ལོ་བསྐྱར་བཅོས་དགོས་ངེས་ལྡན་པ་ཅིག་ག་རེ་ཟེར་གྱི་ཡོད། ད་དགོས་ངེས་ལྡན་པ་དེ་གཙོ་བོ་ད་ལྟ་ཚོགས་ཚོགས་ཆུང་ལམ་སྟོན་ཕེབས་པ་འདིའི་ཐོག་ལ་ང་ཚོ་སེམས་འཚབ་དང་ད་ལྟའི་ཐོག་ལ་ཡང། སྤྱི་བཏང་ད་དྲང་པོ་བཤད་པའི་ན། རྒྱ་ཆེན་མི་མང་ནང་ལ་ཡིན་ནའི་རེད་ད་མི་མང་ལ་སྐུ་དབང་དེ་གས་ཡོད་མ་རེད་དེ་གཙོ་བོ་གྲོས་ཚོགས་འཐུས་མི་ཚོ་མཐའ་དག་ཆོས་སྒོར་དེ། ང་ཚོའི་དཀའ་ངལ་ག་བར་འཕྲད་དོ། དཀའ་ངལ་དེ་སེལ་ལ་ཐབས་ལམ་གར་དོ། ཐབས་ལམ་ག་འདྲེ་སེལ་དགོས་དོ། འདིའི་གི་གནས་སྟངས་འདིའི་ཐོག་ལ་ཡང་དཀའ་ངལ་འདིའི་ཐོག་ལ་ཡང། ཚང་མས་གི། དཀའ་ངལ་གར་ཡིན་མིན་དེ་ངོ་ཐག་ཆོད་ཚར་བ་ད་ཚང་མས་ངོ་ཐག་ཆོད། ངོ་ཐག་ཆོད། ངོ་ཐག་ཆོད་པ་དེ། ད་དངོས་གནས་ཁོ་རང་ལག་ལེན་ཐོག་ལ་ཡང་ག་འདྲེ་སྐྱེལ་དགོས་དོ། ག་འདི་སྐད་ས་རེད་ཟེར་ཏེ་གྲོས་ཚོགས་འཐུས་མི་བཞི་བཅུ་ཞེ་ལྔས་ཀྱིས་དགོངས་པ་བཞེས་ཕྱོགས་གཅིག་གི་ཐོག་ནས་བས་ཅི་རེད་མ་གཏོགས་གཅིག་གིས་དཀའ་ངལ་ངོ་ཐག་མ་འཁྲོལ་བ་དང་དཀའ་ངལ་གསར་བ་གཅིག་ཡོད་པ་གཅིག་དང་དཀའ་ངལ་གསར་བ་གཅིག་ཡོད་པའི་ཐོག་ནས་འདི་ལ་ཡང་ང་ཚོས་ཀྱིས་ཐབས་ལམ་གཞན་དག་མ་རྙེད་པ་དང་དེ་འདྲའི་གལ་མ་རེད་ད་ཐབས་ལམ་འདིའི་ཐོག་ལ་ཡང་ཕེབས་དང་མ་ཕེབས་ད་དཀའ་ངལ་འདི་སེལ་འདོད་ཡོད་དམ་མེད་དེ་གྲོས་ཚོགས་འཐུས་མི་ཡོངས་རྫོགས་ཀྱི་སྐུ་དབང་གཅིག། ད་དགོངས་པ་བཞེས་ཕྱོགས་ཅིག་ཐོག་ནས་རེད་མ་གཏོགས་ཅིག་དཀའ་ངལ་ངོ་ཐག་མ་འཕྲོད་པ་དེ་འདྲ་ཐད་གལ་མ་རེད།
མི་སྲིད།
ཐེངས་འདི་དེ་སྤྱི་ཟླ་དགུ་པའི་གི་ཚེས་གཉིས། མང་གཙོ་དུས་ཆེན་གྱི་དགོང་ལ་ཡལ་དུས་སུ། ཁྲིམས་སྒྲིག་བསྐྱར་བཅོས་དང་འབྲེལ་བའི་དགོངས་ཚུལ་དུ་གསུང། ཕུལ་ཚར་བ་གོ་རེད་ཞེས་བརྗོད་དུས་བཀོད་རྒྱབ་གནང་ཡོད་རོགས། དེ་ཡིན་དུས་འདི་གི་རྗེས་ལ་ད་ཕུལ་ཚར་བའི་རྗེས་ལ་ནི་བརྒྱུད་རིམ་ག་འདྲའི་འགྲོ་ཞེས་དྲི་བ་ཡིན། དེས་ད་འདི་བར་དུ་མི་མང་ཡིན་ནའི་རེ་སུ་ལེ་ནའི་གི་དུས་ཚོད་ད་དགོངས་པ་བཞེས་ཡག་གི་དུས་ཚོད་ཅིག་ཕུལ་དགོས་ཀྱི་ཡོད་སོགས་ཙང་ང་ཚོས་འདུག་སུ་ཕུལ་བ་རེད། འདིའི་ཤུགས་ལ་ང་ཚོས་འདི་གའི་ཚང་མ་ལོ། གང་འབྱོར་བ་འདི་གའི་ཚང་མ་ལོ་ཚོགས་ཆུང་གིས་ཞིབ་འཇུག་བྱས་བྱས། ཨ་ནི་བཅའ་ཁྲིམས་ཀྱི་དོན་ཚན། སི་ནེ་ལི་ལིའུ་སི་ནེ་ལི་དེ་ག་བ་དང་འབྲེལ་བ་ཆགས་ཀྱི་འདུག་འདིའི་ཐོག་ལ་ང་ཚོས་བསམ་བློ་བཏང་ཆོག། མི་དམངས་ཀྱི་དགོངས་འཆར་ཕེབས་ཤོག། འཛམ་བུ་གླིང་སྤྱི་ཚོགས་ཀྱི་འགྲོ་སྟངས་ག་རེ་ཡིན་མིན་འདི་གའི་ཚང་མ་ཞིབ་བསྡུར་བྱས་བྱས། ཨ་ནི་འཆམ་འབུལ་འདི་ང་ཚོ་གྲོས་ཚོགས་ལ་ཁེལ་འགྲོ་ཡ་རུ། འདི་ཕ་དོ་ང་ཚོ་མི་དམངས་ཀྱིས་ཕུལ་ཡ་ཆེད་དུ་ང་ཚོ་གིས་བསགས་ནས་བཞག་བཞག་གི་རེད་འདིའི་ཤུགས་ལ་ཚོགས་ཆུང་གི་ཐོག་ནས་ད་འདིའི་ནང་ནས་གླེང་དགོས་ཡ་གར་ཐོག་འདི་གའི་སར་ཞིབ་འཇུག་བྱས་བྱས།

འདི་དང་མཐུན་པའི་ཐོག་ནས་རེད། མི་དམངས་ཀྱིས་ད་ལྟའི་སྤྱི་ཚོགས་ཀྱི་གནས་སྟངས་དང་བཅའ་ཁྲིམས་ཀྱི་ཐོག་ལ་དཀའ་ངལ་ཡོད་རྒྱུ་གྱི་དགོངས་ཚུལ་དང། དེ་གས་ཚང་མ་ཕྱོགས་སྡོམ་ར་བཞིན་ཞུས་བྱས་ཨ་ནི། གྲོས་ཚོགས་ལ་ཡར་ཕུལ་བས་དེ་རེད། གྲོས་ཚོགས་ལ་ཕུལ་བས་དེ། ཉིས་སྟོང་ཉི་ཤུ་རྩ་བཞི་གྱི་སྤྱི་ཟླ་གཉིས་པའི་ཟླ་མཇུག་བར་དུ་སྤྲད་ཡོད་རེད་ཟླ་མཇུག་སྤྲད་ཡོད་རེད། ཟླ་མཇུག་རེད། ཟླ་མཇུག་བར་དུ་ང་ཚོ་དེ། ལས་ཀ་དེ་ཚགས་དགོས་དགོས་རེད། དེ་ཟླ་མཇུག་ལ་ཡང་ང་ཚོ་ཕུལ་དགོས་དགོས་རེད། དེའི་གོང་ལ་ཡ་ཐང་ལ་དམིགས་བསལ་གལ་ཆེ་ས་ཁེལ་ཡོད་མ་རེད་ང་ཚོས་ཚོགས་ཆུང་ངོས་ནས་ད་བདག་རང་ག་ལ་བསྐྱར་བཅོས་རེད་དེ་བཅའ་ཁྲིམས་ཙམ་མ་རེད་ད་མང་པོ་ཅིག་བཅའ་ཁྲིམས་ཆུང་ངུ་ལ་གོ་དགོས་རེད་བཅའ་ཁྲིམས་དང་འབྲེལ་བའི་ཐོག་ནས་འོས་བསྡུའི་སྒྲིག་གཞི་འཛིན་སྐྱོང་གི་སྒྲིག་གཞི་སྒྲིག་གཞི་མ་འདྲ་བ་ཉི་ཤུ་རྩ་དྲུག་རྩ་བདུན་ཅིག་ཡོད་རེད་དེ་གའི་ཚང་མ་ལ་ཡ་གནད་དོན་འདི་རིགས་དང་འབྲེལ་བ་ཡོད་པ་དེ་གའི་ཚང་མའི་ཐོག་ལ་ཡ་ཞིབ་འཇུག་ཅིག་བྱས་རྗེས་ཡ་ནི་བསྐྱར་བཅོས་ག་རེ་བྱེད་མི་རེད་གལ་ཅི་ཡོང་ག་ལ་གཅིག་པ།